སེམས་ཀྱི་ལ་སྤྲིན་ཟེར་དེབ་དེ་ཐོན་པ་རེད། ཕ་ཡུལ་ང་རང་གི་ཕ་མ་གཙོ་བོ་བྱས་པའི་སྤུན་ཟླ་དང་ད་རང་ན་བཞིན་ཡང་ནི་ངའི་བླ་མ་འཇམ་མགོན་རིན་པོ་ཆེ་དང་ནི་དགོན་པ་བུ་ལ་རི་དང་ལ་བ་རྣམ་པ་གཉིས་བཅས་ད་རང་ན་བཞིན་གྱི་ང་རང་ཕ་རིགས་ཕ་ཡུལ་གཅིག་པའི་སྤུན་ཟླ་ཚང་མ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞེས་ཞུ་བ་ཡིན། ང། ས་ཆ་ག་བ་ཅིག་ལ་སླེབས་པ་ཡིན་ན་ཡང་ཨ་ནིས་ཁྱེད་རྣམས་པའི་བཀའ་དྲིན་དེ་བརྗེད་ཀྱི་མ་རེད་བསམ་གྱི་འདུག་ལྷག་པར་དུ་ཡང་ཨ་ནིས་ད་དེ་རིང་ད་ང་ཐེངས་དང་པོ་རེད་ལ་འགུལ་འཕྲོད་མང་པོ་ཤོར་ཡོད་རྒྱུ་རེད་དེ་དེབ་ནང་ལ་ཡོད་རྒྱུ་རེད་ཨ་ནི་ད་ག་རེ་ཡིན་ནས་གང་ལྟར་ཀྱང་ཐེངས་དང་པོ་བརྒྱུད་དེ་འདྲི་འདི་ལ་ཨ་ནི་ཁྱེད་རྣམས་པ་ཚང་མ་གྱི་རྒྱབ་སྐྱོར་མཚོན་བྱེད་དུ་དེ་ལ་ཕེབས་པ་དེ་ལ་ང་སྙིང་ཐག་པ་ནས་བཀའ་དྲིན་ཆེ་ཟིག་ཞུ་བ་ཡིན། དེ་ཙམ་ཡིན་དེ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཡོད།

དཔེ་དེབ་བསམ་པ་ལ་འཚམས་འདྲི་ཞུ་ཡ་ཡིན། ང་ཚོ་ཧི་མ་ལ་ཡའི་ས་ཁུལ་ལ་བོད་ཡིག་དང་དེ་ནས་དམིགས་བསལ་ཤོད་དང་རིག་གཞུང་ཐོག་ལ་ད་བར་བྱས་རྗེས་ཤུགས་ཆེ་ཤོས་འགྲོ་འཇོག་གནང་མཁན་དེ་གྲྭ་བ་བླ་མ་དེང་ནི་ཡང་ང་ཚོ་དེ་གྲྭ་ཟུར་གྲྭ་ཡ་དེང་ད་ང་ཚོའི་གྲྭ་ཡ་ཆགས་བསྡད་ཡ་དེ་དེ་ནི་ཡིན་ཁྱེད་ལ་དམིགས་བསལ་གྱི་ཐུགས་ཆེ་ཞུ་ཡ་ཡིན། ཨོ་མ་འོངས་པ་ལ་ཡིན་ན་ཡང་ང་ཚོ་མུ་མཐུད་ནས་ནི་སོ་སོའི་སྐད་ཡིག་རིག་གཞུང་ཐོག་ལ་ནི་དོ་སྣང་གལ་ཆེ་ས་གནད་འགག་ཆེ་ས། ཨ་ནེའི་ཤུགས་རྐྱེན་ཟབ་ས་ལ་ང་ཚོས་ད་དུང་མུ་མཐུད་ནས་ཚང་མས་ཐུགས་ཁུར་གནང་དགོས་ཡ་ཅང་གི་གལ་ཆེན་པོ་ཡིན་འདུག་འདྲེན་མྱུག་ལགས་སུ་ཐུགས་ཆེ་ཨ་ནེ་དེ་ཙམ་ནས་མཛད་རིམ་ལྔ་བ་དེ་གན་བསམ་གྲུབ་མཆོག་ནས་རྩོམ་རིག་དང་འབྲེལ་བའི་གཏམ་ཞིག་གནང་རྒྱུ་གན་བསམ་གྲུབ་ལ་ཡར་ཕེབས་གནང་རོགས། ཨ་ནེ།
དྲང་པོ་ཞུས་ན་ད་ལྟ་སློབ་དཔོན་ལགས་ཀྱི་ཧང་སངས་ཨེ་གི་ཤུགས་ཆེན་པོ་གནང་རེད་མི་ཆ་ཚང་ད་དུས་ཚོད་འདི་ལ་སྤྱི་རྒྱ་ལ་འགྲོ་གང་ཐུབ་ལྟ་གི་ཡོད་རེད་ཚོང་འདྲ་བོ་ཅིག་ཡོང་གང་ཐུབ་ལྟ་གི་ཡོད་རེད་དཔེ་ཆ་སྒོར་མོ་ང་ག་ནས་ཡོང་གང་ཐུབ་ལྟ་གི་ཡོད་རེད། གཅིག་དབྱངས་སྨན་ལ་ནི་ཆབ་སྲིད་ཀྱི་གོག་ས་ཁྲེ་ཤ་ཟེར་ག་འདྲས་སུ་འགྲོ་གང་ཐུབ་བལྟ་བའི་དུས་ཚོད་ལ། སྙན་ངག་གི་དེབ་དང་ཅིག་དེ་འདྲས་ཏི་ཡོད་མ་རེད་སང་ཉིན་འདིས་ང་ཚོ་ལྟ་འདི་ཁོང་ལས་ངན་ལ་བར་བར་བྲིས་ནས་ཉམས་མྱོང་ཚོར་མྱོང་ཚོགས་གང་རོགས་བསགས་ཡོད་རེད། འདི་ལ་ཡོད་མ་རེད་ད་མར་གད་ལ་འོང་དུས་འདི་ང་ཚོའི་ལས་དབང་རེད་ད་འདི་དཔེ་དེབ་འདི་སང་ཉིན་ཁོང་གི་མར་རྩ་བཏང་འདུག་ག་ཁོང་ལ་འདི་མར་རྩ་ཚུགས་ལེ་ཡི་མ་རེད། གལ་སྲིད་ང་ཚོ་གིས་ནེ་པལ་རྒྱལ་ཁབ་ནང་ལ་བོད་རིགས་ཆ་ཚང་གི་སོ་སོའི་སྐད་ཡིག་དེ་གཅིག་གྱུར་རེད་འདུག་ལ་ནི་གཅིག་གོ་བ་གཅིག་བླངས་ཡོད་ན། དེབ་འདི་ག་ཚོ་བྲུས་མཁན་མི་གཅིག་གི་མི་ཚེ་གི་ཕ་ཆའི་འཚོ་བ་གི་གཞི་ཡང་འདི་ལ་ཆགས་འགྲོ་ཡི་རུག་ཡོད་འདྲ་བ་བསམ་གི་འདུག་ངའི་འདི་ལྟ་ལས་དབང་འདྲ་བ་ཞིག་རེད་འདུག་དཀའ་ངལ་འདྲ་བ་འདི་ལྟ་འདི་དེ་རིང་བཀྲམས་རེད་དེ་རིང་བཀྲམས་རེད་སང་ཉིན་འདི་ག་ཚོད་བར་དུ་ཁྱབ་གི་རེད་དང་འདི་གཡས་གཡོན་འབའ་འོ་ད་གི་དཔེ་ཚོ་གང་འདི་ཚོ་ནང་ལ་ལྷག་གི་རེད་མི་མང་ན། བཅུ་ཉི་ཤུ་གཅིག་གི་ལག་པར་ལེན་ཡོད་རྒྱུ་ནི་མ་གཏོགས་གཞན། དཔེ་དེ་དཀོན་པོ་རེད་དོ། ལ་དབང་འདུས་ལྟ་དེའི་ཉེན་ཁ་སྒྲོག་བྱས་ཐོམ་གོ་འདུག་དེ་ཡིན་དུས་དེ་འདྲའི་གོ་སྐབས་དེ་དཔེ་དེབ་དང་འབྲེལ་བའི་གི། དུས་ཚོད་དེ་འདྲའི་གི་ཅིག་གེ་བཤད་གོ་སྐབས་སྒྲོག་བཞིན་དུ་ང་རང་གི་བསམ་ཚུལ་དམིགས་བསལ་གོ་རིམ་འཇུག་པོ་བྱུང་མ་སོང་ལྷུག་པོ་རུ་འདུག་ཟེར་ཞུས་པ་ཡིན། ང་རེའི་ངོས་ནས་ནི། ཅིག། འགྲོ་སྟངས་མཐོང་སྟངས་འདྲ་བོ་དེ་འདྲི་འདྲ་བོ་ཞིག་མཐོང་གོ་འདུག་འདས་པའི་ལོ་རྒྱུས་ཀྱི་ཉམས་མྱོང་གི་ཐོག་ནས་རེད་ཅིག་སོ་སོ་གི་ད་ནི་བར་དུ་ཙཱ་ར་པཱ་ར་དེའི་སྐད་ཡིག་དང་འབྲེལ་བའི་རིག་གཞུང་ཨ་ནི་ཁ་ཚང་ཉེ་ཆར་ང་ཚོ་དེའི། National Geography། གི་རོགས་རམ་གི་འོག་ནས།

ཨ་ནི་གླུ་ཡི་ནང་ནས་གླུ་རྙིང་འདི་ཚོ་ཡང་ད་དུས་ལ་བབ་འདུག་གལ་སྲིད་ང་ཚོས་དུ་རུབ་བྱས་མ་ཐུབ་ན་བརླག་འགྲོ་ཡས་རེད་འདུག་བརླག་ཡས་ཉེན་ཁ་ཁོ་རང་རེད་འདུག་ད་ང་ཚོ་གི་རི་བོག་རྡོ་གཅིག་གི་རྒྱབ་ལ་ཡང་ལོ་རྒྱུས་ཤི་ཡས་འདུག་ཚང་མ་ལ་ལོ་རྒྱུས་འདུག་འདི་ཚོ་ཡང་མི་གན་པའི་ཉམས་པོ་བརླག་འགྲོ་གི་འདུག་ཨ་ནི་འདི་ཚང་མ་ད་ལྟ་འདི་སྐད་ཡིག་དང་རིག་གཞུང་ལ་དོ་སྣང་གནང་མཁན་གྱི་མི་འདི་ཚོ་གི་དོ་སྣང་ཐུགས་སྣང་གནང་དགོས་ས་འདྲ་བོ་ཞིག་མཐོང་གི་འདུག།

ཡིན་ན་ཡང་ད་ད་ལྟ་དེ་འཛམ་བུ་གླིང་ཆ་ཚང་དེ་ཕར་ཚུར་ལ་འདྲེས་འགྲོ་བའི་གནས་སྟངས་ཤིག་ཡིན་ཙང་ནི་ང་རང་ཚོ་གི་ཁོར་ཡུག་དེ་ཁོར་ཡུག་ཧ་ཅང་གི་ཆུང་ཆུང་ཆགས་ཏེ་དེ་ཆུང་ཆུང་ཆགས་འོང་དུས་ཙང་ནི་ནི་ག་རེ་ཟེར་དགོས་རེད་ང་ཚོས་ཀྱི་ད་ཕྱིར་ལོག་ཅིག་གནའ་སྔ་མོའི་གི་སྤྱི་ཚོགས་ཀྱི་གནས་སྟངས་ལ་ཕྱིར་ལོག་ཞིག་ལོག་འོང་དུས་ཙང་ནི་ང་ཚོས་ཀྱི་རྩོམ་ཡིག་སྡེ་ཚན་མང་པོ་ཅིག་དེ་བརྗོད་གཞི་གནད་ཀ་ཁ་ཡས་ཅིག་གི་ནང་ལོགས་ལ་ནི་ལྷག་བསྡད་ཡོད་པའི་གནས་སྟངས་ཤིག་རེད་ད་ལྟ་བོད་ཡིག་གི་རྩོམ་འདི་ཁྱབ་སྤེལ་ཆེན་པོ་ལ་འགྲོ་མི་ཐུབ་པའི་རྒྱུ་མཚན་གཅིག་དེ

འདི་གསུམ་དང་འབྲེལ་བ་འདུག་ཟེར་ཟེར་རྩོམ་ཆ་ཚང་གི་ཐོག་ལ་ཡིན་རྒྱུ་མ་རེད་བསམ་གྱི་འདུག་འདི་སྙན་ངག་གཅིག་པོའི་ཐོག་ལ་རེད། སྙན་ངག་གཅིག་པོའི་ཐོག་དེ་ལ་ནི་ད་སྒྱུ་རྩལ། སྒྱུ་རྩལ་གྱི་བྱ་སྤྱོད་ཡོང་གི་ཡོད་རེད་ད་སྙན་ངག་ཐོག་ནས་འདི་གཙོ་བོ་དེ། སྙན་ངག་བྲིས་མཁན་ཚོ་ནི་ཚོར་བ། རྩ་དོན་གྱི་ཐོག་ནས་བྲིས་ཡོང་བ་དང་དེའི་ནང་དེ་ལ་དེ་ནས་ཅི་ཡང་མི་ཡིན་མྱོང་མི་ཐུབ་མཁན་གྱི་ཚོར་བ་མང་པོ་ཞིག།

སྤྱི་འཐུས་འོག་མ་ཡོད་བ་སྤྱི་འཐུས་འོག་མའི་ནང་དུ་གྲོས་ཆོད་བྱས་ཏེ་སྤྱི་འཐུས་གོང་མ་རེ་དང་སྤྱི་འཐུས་གོང་མ་ནས་བར་ལས་དེ་ནི་ཀེ་བྷི་ནེར་སིང་ང་ཚོ་རེ་ད་ཆེ་ཚོ་གི་ནང་ནས་བར་ལས་གྲ་སྒྲིག་བྱས་པ་ཡིན་ན་ཡང་དེ་ཡང་ཐོང་ཞིག་རག་གི་ཡོད་རེད་དེ་ཡིན་ན་ཡང་ད་ཅི་ཟེར་དགོས་གོ་ན་ནི་སྒྲོལ་པི་ནང་དུ་ལྟ་རེ་ཕུལ་ནས་ཡང་དེ་འུ་དོ་བུ་དོ་བུ་སྤྱི་བཏང་གི་ང་ཚོ་ད་ཅི་ཟེར་དགོས་གོ་ཆོས་སངས་རྒྱས་ཀྱི་བསྟན་པ་དེ་ནས་དར་བས་ཀྱི་ས་ཆ་དེ་ནམ་ཞིག་ན་ག་གྱེས་དེ་ཕུན་སུམ་ཚོགས་པོ་དེ་ཡོང་གི་འདུག་དེ་འུ་ཅི་གང་ཅིའི་ཐོད་ན་མངལ་དུ་སླེབས་ཡོད་ན་ཡང་ཡང་གྲང་ལྟ་རུ་འགྲོ་ཡོང་དུས་སྒྲོལ་པི་ནང་ཁོ་རང་ལྟ་རེ་ཕུལ་ནས་བཟང་འུ་སྟོང་བཅུ་ཙམ་དགའ་གི་ཡོད་མ་རེད་སྤྱིར་བཏང་གི་སྒྲོལ་པ་སྦྱིན་བདག་གི་ནང་སྒོ་ནི་སྟོང་བཞི་བཅུ་ཐར་བ་ལྷག་ཙམ་ཞིག་གྲང་ཡོད། འོ་དེ་ཡིན་དུས་ད་ཅི་ཟེར Language དེ་ཡར་རྒྱས་གཏོང་དང་མི་གཏོང་ཟེར་མཁན་དེ་གཙོ་བོ་དེ་སོ་སོའི་ཀྱི་སོ་སོའི་ངོས་ནས་དྲན་ཤེས་ཀྱི་ངོས་ནས་དེ་ནས Reconciliation དེ་ལས་དྲན་ཤེས་ཀྱི་ངོས་ནས་རིག་པ་གཏོང་ཡས་དེ་མི་འདྲ་གལ་ཆེན་པོ་ཡིན་ཀྱང་དེ་ནས་ས་གནས་གཞུང་གི་འདྲ་བོ་ཞིག་ཡིན་པ་ཡིན་ན་ཡང་དེ་ནས་ང་ཚོས་ཅི་ཟེར་དགོས་པ་ན་ད་སྤྱིར་བཏང་གི་ང་ཚོར་ས་གནས་གཞུང་ལས་ལས་འགན་དེ་སྤྲད་ས་གནས་གཞུང་ལས་དབང་ཆ་དེ Language ཀྱི་དབང་ཆ་དེ་སྤྲད་ཡོད་ན་ཡང་དེ་ནས་ང་ཚོའི་ཀྱི་ས་ཆ་དེ་ག་ནར་རྒྱ་བསྐྱོར་རྒྱུ་གོ་དེ་ཨ་ར་བྷི་ནི་དེ་ནས་ལ་བཟང་བྷི་ཆོས་ལུང་བཟང་བྷི་ཆོས་ནས་ཞེས་ཅི་ནས་དེ་ག་དེའི་འགྱོག་ཏུ་བསྡད་དེ།

ད་ནི་མཁན་པོ་དང་ད་ནི་བདེན་བརྗོད་པ་རྣམ་པ་ཚང་མ་ལ་ད་ནི་ངས་འཇམ་མགོན་ཀོང་སྤྲུལ་བླ་བྲང་གི་ཚབ་བྱས་ནས་ད་ནི་ཐོག་མར་དེ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡི་ཡིན། དེ་ནས་ད་ནི་མི་སེར་ཞེས་པ་ཞུ་ཡ་ཅིག་གང་མི་འདུག་ད་སློབ་དཔོན་ནམ་མཁའི་སྙིང་པོ། དང་ཆུང་བྱིས་པའི་དུས་ནས་དེ་ནི་ང་རང་ཚོ་མཉམ་དུ་ཐུགས་རྗེ་འཚར་ལོངས་བྱས་པ་རེད་ཁོང་ཐོག་མར་དང་སྔོན་འགྲོ་དང་ཀ་ཁ་སློབ་སྦྱོང་གནང་པ་ནས་བཟུང་སྟེ་དེ་ནས་ཕོ་ལྷ་རེ་གོན་པ་ལ་ད་འཛིན་གྲྭ་བརྒྱད་པའི་བར་དུ་སློབ་སྦྱོང་གནང་འོ་དེ་ནས་དེ་ནི་རྒྱ་གར་བ་དག་བཀའ་བློན་དཔུང་སྡེ་ཤེས་རྟགས་ལ་ཕེབས་བྱས་ནས་ལོ་བཅུ་གསུམ་རིང་ལ་དེ་ནི་ནང་པའི་གཞུང་ཆེན་ཁག་ལ་དེ་ནི་སློབ་གཉེར་གནང་ནས་འདུག་ཟེར། མཐར་གསོན་ནས་འདི་ད་ལྟ་ཕྱག་ལས་དག་ཁོང་གི་རྐྱེན་གྱིས་དེ་ནི་ཕྱག་ལས་དུ་གནང་བཞིན་པ་རེད། སློབ་ཕྲུག་གསར་པ་དེ་ཚོ་ལ་དཔེ་ཁྲིད་གནང་བཞིན་པ་དེ་འདྲས་ཅིག་ཡིན།

ཤེས་རིག་གཅིག་པ་ཡིན་དགོས་པ་དེ་ཚོ་ཆ་ཚང་དེ་ལ་དག་གཅིག་དང་ནང་ཁུལ་སོ་སོ་སོ་སོ་གིས་དེ་ནི་འབད་བརྩོན་བྱས་ནས་ཚང་མ་ལ་འབོར་བ་ཟ་ཟེར་ནས་བརྒྱབ་ཐུབ་ན་དེ་མ་འོངས་པ་ལ་དེ་ད་གཟོད་ཆེན་པོ་ཆེ་དང་དགེ་ཆེན་པོ་རེད་ཟེར་ནས་མཁས་དབང་ཚོ་གིས་དེ་ལས་མང་པོ་གསུངས་པ་བྱས་ངས་གོ་མྱོང་རེད་བ་ལ། དེ་ནས་རྩ་བའི་ད་ད་ལྟ་ང་རང་ཚོ་ཚང་མ་ད་བཀག་སྦྱོར་དང་སྐད་རིགས་དང་ཚང་མ་ལོག་པའི་དེ་མང་པོ་ཅིག་བཤད་ཀྱི་ཡོད་རེད་དེ། སྐད་རིགས་དང་བཀག་སྦྱོར་དེ་ག་བ་ཉམས་འགྲོ་གི་འདུག་ཟེར་ན། མིང་གི་དཔལ་འབྱོར་ཡར་རྒྱས་འགྲོ་བའི་སྐབས་སུ་དེ་ནི་ཉམས་འགྲོ་གི་འདུག་དཔལ་འབྱོར་གྱི་ཡར་རྒྱས་དེ་འགྲོ་རིམ་བཞིན་དུ་དེ་ནི་དེང་དུས་ཀྱི་ལུགས་སྲོལ་དེ་ལ་དེ་ནི་དཔེ་དགའ་པོ་ཅིག་དེ་ལ་དབྱིངས་བཞུགས་ནས་སོ་སོ་གི་ལུགས་སྲོལ་དེ་ལ་དཔྱད་ཕྱོགས་པོ་འདྲ་བོ་ཚོ་རེ་དང་རེ་བ་ལ། ད་ཕན་ཐོགས་མེད་པའི་འཚོ་བ་ཡོང་ཡ་འདྲ་པོ་དང་དེ་འདྲས་ཡོང་གི་འདུག་ད་ད་ལྟ་འཛམ་གླིང་སྤྱི་ཡོངས་ཀྱི་ཐོག་ནས་བཙན་བྱོལ་ཡུལ་གྱི་འགྲོ་བཞིན་པ་དེ་ལྷག་པར་དུ་ནེ་པ་ལའི་ནང་ལ་བརྩིས་པ་ཡིན་ན་ཡང་ད་ཧི་མ་ལའི་རི་རྒྱུད་རེ་ཁ་ས་ཁག་ལ་སྔར་དང་མ་འདྲ་བར་བཙན་བྱོལ་ཡར་རྒྱས་རྒྱ་ཆེན་པོ་འགྲོ་བཞིན་པ་རེད། བཙན་བྱོལ་ཡར་རྒྱས་དེ་རྒྱ་ཆེན་པོ་འགྲོ་བའི་སྐབས་སུ་ད་རིག་གཞུང་མ་ཉམས་ཆག་འགྲོ་ཡ་དེ་དེ་འདྲས་རེད་བཞག། ད་ངས་དཔེ་ཚན་གཅིག་ཞུས་པ་ཡིན་ན། ད་ང་སྐྱེས་ཡུལ་གཉིས་ཤང་རེད་གཉིས་ཤང་པ་རེད། ད་གཉིས་ཤང་པ་དེ་ཉིན་པར་རྒྱ་ཆེན་པོ་ཡོད་མ་རེད་དོ་པོ་ན་བཞིན་མི་ཉུང་ཉུང་རེད། ཡིན་ན་ཡང་ཁོ་ཚོ་སྔོན་མ་ནས་ཕྱི་རྒྱལ་ལ་ཚོང་བརྒྱབ་ནས་དེ་འདྲའི་མང་པོ་ཅིག་འགྲོ་བསྡད་དེ། དེ་ནས་ད་བལ་ཡུལ་ལ་བལྟས་ཚར་རྗེས་ཧི་མ་ལའི་རི་རྒྱུད་ནང་ལ་སྔོན་མ་ནས་གཞིས་ཆགས་བསྡད་པའི་རིགས་གཅིག་རེད། ད་ཕ་ཡུལ་དེ་མི་ཉུང་ཉུང་ཅིག་མང་ཆེ་བསྡད་ན་བསྡད།

བཀག་སྦྱར་དང་རིག་གཞུང་དེ་དང་དེ་ཟིན་བཞི་ཡ་ཙམ་ཡོད་དོ། ཕྱོགས་གཅིག་ནི་དང་པོ་རྩིག་པ་ཟ་ཡ་འདྲ་བྱས་འདུག་རེད་བ་ཕྱོགས་གཅིག་ནི་ཁོ་རང་ལབ་པ་འདི་དངོས་ནས་དངོས་འབྲེལ་རེད་འདི་ལབ། བླ་སྲོག་ད་དེ་རིང་ང་ཚོ་ནས་སློབ་དཔོན་རྣམས་ཀྱིས་སྙིང་པོས་བརྩམས་པའི་སེམས་ཀྱི་རླབས་ཕྲེང་ཞེས་པའི་སྙན་རྩོམ་མཛད་སྒོ་འདི་ལ་ཆིབས་བསྒྱུར་བསྐྱངས་པའི་གནས་མཁན་རིན་པོ་ཆེ་ཆོས་ཀྱི་རྒྱལ་མཚན། གཙོས། འཕགས་པའི་དགེ་འདུན་རྣམ་པ་དང། ནི་ང་ཚོ། གཅེར་ཕུག་གསུམ་མདོ་གི་གྲོང་སྡེ་སྤྱི་ཁྱབ། དེ་ནས་དབང་ཆེན་གཙོས་པའི་སྐུ་དྲག་རྣམ་པ། དེ་མིན་དག་རྣམ་པ་ལྷན་རྒྱས་ཡོངས་སུ་རྫོགས་པ་ལ། ནས་བསྐྲུན་པའི་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ཆེད་དུ་ང་རང་ཚོ་གི་རྩོམ་ཡིག་སོ་སོའི་ལ་གང་ཤར་བ་གང་བརྩམས་འདོད་པ་དེ་གའི་དེ་ནི་གང་ཐུབ་ཐུབ་བརྩམས་གནང་བའི་མཐའ་མཇུག་དེ་ལ་དངོས་གནས་དྲང་ངེས་ཀྱི་དཔྱད་ཞིབ་ཅན་གྱི་གནས་རྩོམ་ཅིག་གོ་རྒྱུ་དེ་དཔེ་མི་སྲིད་གལ་ཆེན་པོ་རེད་འདུག་ཟེར་འོས་ཐི་ཞུ་ཡས་ཡིན། ད་ཐིག་གི་དེ་ནི་ང་ཚོ་ད་ཁེ་ཕན་འདྲ་བོ་ཅིག་དེ་འདྲའི་གི་རྩོམ་ཡིག་ཅིག་བརྩམས་པ་ཡིན་ན་ཁེ་ཕན་འདྲ་བོ་ཅིག་ག་རེ་ཡོད་རེད་ཟེར་དེ་འདྲའི་ང་ཚོ་ཅིག་བལྟ་བ་ཡིན་ན་ད་སོ་སོའི་རང་ལ་ཁེ་ཕན་བྱུང་བ་དང་དེ་ག་ནང་བཞིན་གི་མི་མང་པོ་གིས་དཔྱད་གཞི་བྱས་ནས་ལུང་འདྲེན་བྱེད་ས་གི་རྩོམ་ཡིག་ཁ་ཤས་ཅིག་ཞུས་པ་ཡིན་ན་དཔེ་ཆ་བཞག་ན་ང་ཚོ་ལྟུང་བང་གི་ཡིག་ཆ་རྒྱ་སྦྱོར་བམ་གཉིས་རྒྱལ་བོ་ཨ་ཤོ་ཀི་རྡོ་རིང་ལ་བཀོད་པའི་ཡི་གེ་དེ་དང་རྒྱ་ཡི་བཙུན་པ་རྣམ་པ་གཉིས་ཕེབས་པའི་ལམ་ཡིག། ད་ནང་བཞིན་གྱི་བྱིས་བརྩོན་མི་ལའི་མགུར་འབུམ་ལྟ་བུ་དང། ད་ལྟ་ཨ་ནེ་ཡི་སེམས་ཀྱི་རླབས་ཕྲེང། ལྷན་སྐྱེས་ཚུལ་ཁྲིམས་བློ་གྲོས་ཀྱི་ཤ་དང་འབྲེལ་བའི་སྐོར་གྱི་དེབ་འདི་ཚོ་རེད། དཔེར་ན་ང་རང་གི་མི་ཚེ་ལས་མི་ཚེ་ནང་གི་མྱོང་བ་ཇི་ཞུས་པ་ཡིན་ན། སོ་སོའི་རྩོམ་ཡིག་ལ་ག་བུ་ཞེ་དྲགས་ཡོད། ཡིན་ན་ཡང་ད་ད་ལྟ་བླ་མ་གཅིག་སྤྲུལ་སྐུ་འདྲ་བོ་གཅིག་གི་མིང་གི་དེའི་གི་ཤུགས་རྐྱེན་དངོས་གནས་ཆེན་པོ་གཅིག་གི་རྐྱེན་པས་རྩོམ་ཡིག་ལ་དུས་ཚོད་བཏང་མི་ཐུབ་པ། ཐ་ན་དཔེ་ཆ་ཀློག་ཡས་ལ་ཡང་དུས་ཚོད་བཏང་མི་ཐུབ་པ། རྩོམ་འབྲི་ཡས་དང་དཔེ་ཆ་འཆད་ཁྲིད་སློབ་སྦྱོང་བྱེད་ཡས་འདི་སོ་སོའི་མི་ཚེ་ནང་གི་དཔེ་ག་ས་ག་ཤོས་གཅིག་ཡིན། གཅིག་གུང་གསེང་འདྲ་བོ་འགྲོ་ཤོག་བསམ་ན་ཡང་གཅིག་ལྟ་གཞིར་གཅིག་ཡག་པོ་གཅིག་ལྟ་རྒྱུ་ཡོད་ན་ཨ་ནི་སྐྱིད་པོ་ཚོར་བསྟེན་མཁན་དེ་འདྲ་ཅིག་ཡིན་ཏེ། ད་ལས་ཀ་ཐོག་ཐོག་བསྟེན་ཡ་གང་ཡང་མེད་པར་བྲེལ་ཟིང་འདྲ་བོ་གཅིག་གི་ངང་ནས་ཨ་ནི་དེ་འདྲ་བྱས་ནས་དུས་ཚོད་འཚོགས་ཡོང་དུས་ཨ་ནི་རྩོམ་ཡིག་དང་རང་བཞིན་གྱི་ཁ་ཐག་རིང་པོ་ཆགས་ཀྱི་འདུག། ཨ་ཏི་ང་ག་རེ་ཞུ་གི་ཡོད་ཟེར་ན། ད་ལྟ་ང་རང་ཚོ་ཨ་ནེའི་སློབ་དཔོན་ནམ་མཁའི་སྙིང་པོ་གཙོས་པའི་རྣམ་པ་ཚོ་སེམས་ཐག་ཆོད་པ་ཞིག་གནང་ཡ་གལ་ཆེན་པོ་རེད་ཤག་གལ་སྲིད་རང་གི་མི་ཚེའི་ནང་ལོགས་ལ་ལས་ཀ་རྩོམ་ཡིག་མ་ཡིན་པའི་ལས་ཀ་ཡིན་གཅིག་མིན་གཅིག་ལས་གོ་གི་མེད་པ་ཡིན་ན་དེ་མ་གནང་ན་ཡག་ས་རེད། ཡིན་གཅིག་མིན་གཅིག་ཁོ་རང་རྩོམ་ཡིག་ཁོ་རང་གི་ཐོག་ལ་མི་ཚེ་ཞིག་སྐྱེལ་ཐུབ་པ་ཡིན་ན། དེ་ནི། ཁ་ཚེ་རིང་དགའ་ལ་འབྲས་བུ་མེད་ན་ཡང་ཕུགས་རྒྱང་རིང་པོའི་ཐོག་ལ་ཏན་ཏན་འབྲས་བུ་ཅན་ཅིག་ཡོང་གི་རེད། ད་རྩོམ་དེབ་ཅིག་བྱུང་བ་ཡིན་ན། དཔྱད་ཞིབ་ཅན་གྱི་རྩོམ་དེབ་དེ། འགྲེམས་སྤེལ་བྱེད་ཡ་དེ་སྔ་རྒྱུ་མི་འདུག་ཞུ་ཡ་ཡིན་ད། རེད་བ། ཨ་ནི་དོན་ཚན་བཞི་བ་ལས། ད་ང་ཚོ་ལ་དཔེ་བྲལ་ལ་ཡོད་རང་ཉིད་ཀྱི་དེབ་དེ་གཅིག་རྩོམ་ནས་ག་དུས་གཅིག་ཕ་མགྱོགས་པོ་གཅིག་བཏོན་ཨེ་ཐུབ་ལྟ་ཡག་གི་དཔེ་དེ་སླེབས་ཀྱི་འདུག་ཡིན་ན་ཡང་ད་དེ་འདྲའི་བྱས་ནས་ཕ་ཞག་དེ་འདྲའི་བྱས་པ་ཟླ་བ་གསུམ་ཙོས་བྱས་ལ་དེ་དང་འབྲེལ་ཡོད་ཀྱི་བྱོལ་བྱ་ཅིག་ཧ་གོ་ཡོང་གི་ཨ་ཏག་ཏག་རེད་དོ་ཟླ་བ་གསུམ་གྱི་སྔོན་ལ་ངས་དེབ་དེ་འགྲེམས་སྤེལ་མ་བྱས་པ་དེ་ད་ཏག་ཏག་རེད་ཤག་ཨ་ཟེར་ད་རེས།

སོ་སོའི་བློ་ཡིད་ཚིམ་པའི་དུས་ཚོད་ཅིག་བཏང་ནས་ཨ་ནི། བཀའ་དྲིན་ཆེ་བ་ཡིན་ན་ཨ་ཡག་པོ་འདུག་ཨོ་དེ་ཅིག་ཞུ་ཡ་ཡིན། འབོ་ཏྲེ་ཟེར་ན་ཅིག་དམའ་འབེབས་ཀྱི་སྐད་ཆ་འདྲ་བོ་ཅིག་ང་ཚོ་ཡིན་ན་ཡང་འདི་འབོ་ཏྲེའི་ཁོངས་སུ་གཏོགས་པ་དེ་ཚོ་བས་ང་ལ་འབོ་ཏྲེ་ག་རེ་ཅན་ལབ་ཡོང་ཟེར་ཅིག་དཀྲོག་གླང་བསྟན་མཁན་ཡང་ངས་འདི་འདྲ་མང་པོ་མཐོང་སོང། ད་དེ་ང་ཚོ་ག་རེ་ཟེར་ན། རང་གི་མི་རིགས་ཀྱི་སྐད་ཡིག་དང་ལོ་རྒྱུས་དང་སྒྱུ་རྩལ་ལ་ཉམས་མྱོང་མེད་པ་ཅིག་གཏན་འཁེལ་ཆགས་བྱུང། དེ་ང་ག་རེ་དཔེ་མཚོན་ཞུ་ཡ་ཡོད་ཟེར་ན། ང་ནུབ་ཕྱོགས་ལ་འགྲོ་ཡའི་མགོ་བརྩམས་པ་ནས་བཟུང་སྟེ། ད་ང་དོལ་པོ་ནས་རེད་ཟེར་ཡས་ཀྱི་སྤོབས་པ་འདི་ཤུགས་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་དེ་ཅིག་ང་རང་ཚོ་གི་རྒྱབ་ལྗོངས་འདི་ཇི་ཙམ་ང་ཚོས་བསྔོགས་ཐུབ་པ་ཡིན་ན་དེ་ཙམ་གྱིས་ང་ཚོའི་སྤོབས་པ་སྐྱེད་ཐུབ་ཡས་ཆེ། དཔེར་ན་ང་རང་ཚོ་ད་དེ་རིང་ཁ་སང་དོལ་པོ་གི་ཐུགས་སྤྲོ་དང་ཚོགས་སྡེ་ཁག་གི་ཐུགས་སྤྲོ་བཏང་ཡོང་དུས་ད་ཞབས་བྲོ་དེ་ལ་ག་ཚོད་ཅིག་སྤྲོ་བ་བྱེད་ཀྱི་འདུག་མི་མང་གི་ཡང་སྤྲོ་བ་རེད་ལ་ཕྱོགས་རྩ་ཁག་གཞན་དག་དེ་ཚོ་གི་ཡང་བསྟོད་བཀུར་སྔགས་གསུམ་གནང་གི་འདུག། ད་ཅིག་དོལ་པོ་གི་ཞལ་གཅིག་ཁྲག་གི་ཡིན་ཟེར་ནས་ཨན་དེ་རིང་ཁ་ཙང་ང་རང་ཚོ་གན་དྲག་འདི་ཚོ་རེད་ལྷབ་དྲ་ལ་སྤུ་གུ་དེ་ཚོ་རེད་ག་བ་འགྲོ་བ་ཡིན་ན་ཡང་ཨ་ནི་ཅིག་ཁྲག་ཆོག་ཆོག་འདྲ་བོ་ཅིག་ཁྲ་བའི་གོ་སྐབས་རྙེད་ན་དེ་ཁྲག་གི་ཡིན་ཟེར་ཅིག་ཁོ་ནང་ནས་སྤོབས་པ་ཞིག་རྙེད་ཡོང་གི་འདུག་ཨ་དེ་འདྲ་ཡིན་ཙང་དངོས་གནས་ང་ཚོ་ད་ལྟ

ང་ཚོ་ངོ་ཚ་ནང་ཞི་བོ་བྱེད་ཀྱི་ཡོད་རེད། ད་གང་ལྟར་རུང་ད་ལྟ་མཁན་སློབ་དད་མི་བཤེས་གཉེན་མང་པོ་དེ་བཞུགས་པ་དེ་གའི་དེ་ཚོ་གི་ཨ་ནི་འདི་ཁོར་ཡུག་གི་སྐ་བཀྲ་གནམ་གྲུ་དང་ཉེ་འགྲམ་གི་ཁོར་ཡུག་དེ་ཚོ་ལ་ཨ་ནི་འབོ་ཏྲའི་ཚལ་གི་དེ་ལ་རྒྱབ་ལྗོངས་ག་རེ་ཡོད་མེད་དེ་མང་ཚོགས་ལ་བློ་ཁོག་སྤེལ་ཡས་དང། ཨ་ནི་དེ་ངོ་སྤྲོད་བྱེད་ཡས་ཏེ། གལ་ཆེན་པོ་འདྲ་བོ་བྱིན་ས་རེད་བསམ་ད་འདི་ད་མི་ཚེ་ནང་ལོག་ལ་དཔེ་ཆ་བཞག་ན་ང་གཅིག། ཚེ་ཡི་འདུ་བྱེད་རྫོགས་པའི་བྱས་ལ། ང་གཞན་དག་བཞག་རྒྱུ་མེད་ན་ང་རྩོམ་པ་པོ་ཡིན་པའི་ཆ་ནས། རིན་ཐང་ཅན་གྱི་ལེའུ་ཁ་ཤས་ཅིག་བཞག་བསམ་པ་བྱས། ང་ཚོ་ལ་དེ་ཡོད་དགོས་འདུག་མདོར་ན་མཐའ་དོན་འདི་རྣམ་པ་ཚོ་ང་རང་ཚོ་རྩོམ་ལ་མོས་པ་ཡོད་མཁན་རྣམ་པ་ཚང་མ་གི་མི་ཚེ་ནང་ལོག་ལ་ཨ་ནི་མཁས་དབང་དགེ་འདུན་ཆོས་འབྲིང་གི་གསུངས་པ་ནང་བཞིན་རིན་པོ་ཆེའི་བུམ་པ་ཅིག་ཨ་ནི་བཞག་ཐུབ་ཡས་ལ་འབད་རྩོལ་གནང་དགོས་འདུག་ཨ་ནི་སེམས་ཀྱི་ལྷ་བྲིང་གི་དེབ་འདི་ཨ་ནི་ད་འབྲེལ་ཡོད་རྣམ་པ་ཚོ་ཚང་མས་གི་ང་ཚོ་གཅིག